བདག་སྐྱེས་བུ་རིགས་མཐུན་པའི་ལམ་གྱི་རིམ་པ་བཤད་ཟིན་ཏོ། བདག་དེ་ནི་སྐྱེས་བུ་ཆེན་པོའི་ལམ་ཡིན་ཏེ། རྗེ་བཙུན་ལྷ་བ་ཐུགས་རྗེ་ཆེན་པོ་དང་ལྡན་པ་རྣམས་ཀྱིས་ཞབས་ལ་གུས་པས་ཕྱག་འཚལ་ལོ། དེ་ལྟར་འཁོར་བའི་གཉིས་མེད་སྒོ་སྣ་ཚོགས་ནི་རྒྱུན་རིང་དུ་བསྒོམས་པ་ལས་སྲིད་པ་ཐམས་ཅད་མེ་འབར་བའི་གླུ་དག་མཐོང་སྟེ། ཉོན་མོངས་པ་དང་སྡུག་བསྔལ་ཉེ་བར་ཞི་བའི་ཐར་པ་ལ་ཐོབ་འདོད་ཀྱི་ཡིད་ཀུན་ཏུ་གདུང་བ་དེས། བསླབ་པ་རིན་པོ་ཆེ་གསུམ་ལ་སློབ་ན་འཁོར་བ་ལས་གྲོལ་བའི་ཐར་པ་ཐོབ་ཅིང་དེ་ཡང་མཐོ་རིས་ཀྱི་དཔལ་དང་སླར་ལྡོག་པ་ཡང་མ་ཡིན་མོད། འོན་ཀྱང་སྐྱོན་ཟད་པ་དང་ཡོན་ཏན་ཐོབ་པར་ཕྱོགས་རེ་བ་ཡིན་པས་རང་གི་དོན་ལ་རང་གི་དོན་ཡང་མ་རྫོགས་ལ། རང་གི་དོན་མ་རྫོགས་པ་དེ་ཉིད་ཀྱིས་ན་གཞན་གྱི་དོན་ཡང་ཉི་ཚེ་བར་ཟད་ཅིང། ད་སོ་སོའི་ཞིག་རྟོགས་པར་བ་ག་རེ་ཡོད་པ། ད་ག་སྲིད་དམ་མི་ལ་ཡང་རོགས་བྱེད་མཐུ་ཡང་རེད་མ་གཏོགས་དེ་ལས་བརྒལ་ནས་མི་ལ་རོགས་བྱེད་མཐུ་ཡང་ཡོང་བར་བ་སོ་སོ་ལ་ལྐོག་ཏུ་གྱུར་པ་རེད། སོ་སོའི་ད་ཅི་མི་སྣང་དམ་བཅའ་འགྲོ་རྒྱུ་རེད་མ་གཏོགས་ཡང་ཡང་བར་བ་ད་དེ་འདྲ་ཡིན་པ་ཡིན་དུས་ཙང་ནས་གཞན་དོན་ཡང་མི་འཚོལ་བ་ཞིག་མ་གཏོགས་ལྷག་པར་ཨེ་ནི་སེམས་ཅན་གྱི་ཁམས་དང་མོས་པ་ཤེས་པ་ཅིག་དང། ཁམས་དང་མོས་པ་དང་འཚམས་པར་པའི་བླང་དོར་གྱི་གནད་ཅི་ཞིག་བ་སྟོན་ཐུ་ཡག་གི་གོ་རྣམ་དཔྱོད་དང་ཉམས་མྱོང་མེད་པ་ཡིན་དུས་ཙང་ནས་གཞན་དོན་མྱི་འཚོལ་བ་མ་གཏོགས་ཡོང་ཐུ་ཡང་མི་འདུག་ག། པའི་ཞལ་འདོན་སྒྲུབ་པའི་པའི་སྙིང་སྟོབས་སྐྱེ་ཡག་དེ་ཡང་ངེད་ལ་ཁག་པོ་རེད་སྙིང་སྟོབས་རུ་གང་འཚམས་སྐྱེ་བའི་དབང་དུ་བྱས་པ་ཡིན་ན་ཡང་ཞལ་འདོན་འདོད་པ་བཞིན་དུ་སྒྲུབ་ཐུབ་ཡག་ཞེ་ན་ཁག་པོ་རེད་དེ་འདྲ་ཡིན་པ་ཡིན་དུས་ཙང་ནས། རང་གི་དོན་ཡང་མ་ཚོགས་ལ་གཞན་གྱི་དོན་ཡང་མྱི་ཚུལ་བར་ཟད་ཅིང། མཐར་སངས་རྒྱས་ཀྱི་སྐུ་ནས་ཐེག་ཆེན་དུ་འཇུག་དགོས་པས་ན། བློ་དང་ལྡན་པ་རྣམས་ཀྱིས་ཐོག་མ་ནས་ཐེག་པ་ཆེན་པོར་འཇུག་པར་རིགས་ཏེ་ཕར་ཕྱིན་འདུལ་བ་ལས་འཇིག་རྟེན་དུ་འགྲོ་ཚུལ་ལ་ཐུགས་མེད་པས་ཐེག་པ་གཉིས་པོ་གཏན་དུ་སྤང་བྱས་ཤིང། ཐུགས་རྒྱལ་ཐེག་པ་སྙིང་རྗེས་བསྟན་པ་ལ་གཞན་ཕན་རོལ་ཅིག་རང་བཞིན་དུ་བཏང་བཅུག་ཅེས་དང། འདས་དང་མི་དེ་རྨི་ལམ་འདྲར་བགྲང་ཞིང། གཏི་མུག་སྐྱོན་གྱིས་སྨྲ་བའི་འགྲོ་མཐོང་ན་ལས་ཀྱི་དམ་པ་གཞན་དོན་དགའ་ཞིང་བོ་གཞན་དོན་དགའ་བོར་ཞིང་རང་གི་དོན་དང་དེ་སྒོ་གཅིག་ཏུ་བརྩོན་ཞེས་གསུངས་པ་ལྟར་རོ། དེ་ལྟར་རང་ཉིད་སྲིད་པའི་མཚོར་ལྷུང་བ་དང་འདྲ་བར་འགྲོ་བ་རྣམས་ཀྱང་བླང་དོར་འབྱེད་པའི་ཤེས་རབ་ཀྱི་མིག་ཟུམ་པས་ཉམ་ང་བ་དང། ཡང་རེད། མྱ་ངན་བ་དང་བྲལ་བའི་ཕྱོགས་སུ་བགྲོད་མི་ནུས་པར་གོམ་བགྲོད་འཁྱོར་བ་མཐོང་ན་རྒྱལ་བའི་རིགས་དང་ལྡན་པ་རྣམས་གཞན་ལ་བརྩེ་བ་མེད་པ་དང་དེ་དག་གི་དོན་དུ་མི་བརྩོན་པ་ནི་མི་རིགས་ཏེ་དེ་ཉིད་ལས། ཤེས་རབ་མིག་གསུམ་བགྲོད་འཁྱོར་གྱུར་པ་ལ་འཇིག་རྟེན་དོན་དྲུག་རྒྱལ་བའི་རྒྱལ་རིགས་ན་སྙིང་རྗེ་མི་དགེ་སྐྱེས་བུ་གང་ཞིག་ཡོད་དེ་དག་རྨོངས་སེལ་བརྩོན་འགྲུས་སུ་མི་རྩོམ་ཞེས་སོ། འདི་ན་སྐྱེས་བུ་རྣམས་ཀྱི་བདེ་བ་དང་བརྗིད་པ་དང། སྐྱེས་བུའི་རྩལ་ནི་གཞན་གྱི་དོན་ཁུར་དུ་འཁྱེར་བ་ལ་བྱ་བར་རིགས་ཏེ། རང་གི་དོན་ཙམ་ལ་དམིགས་པ་ནི་དུད་འགྲོ་རྣམས་དང་ཐུན་མོང་བ་ཡིན་པའི་ཕྱིར་རོ། དེའི་ཕྱིར་ཆེན་པོ་རྣམས་ཀྱི་ངང་ཚུལ་ནི་གཞན་གྱི་ཕན་བདེ་ལ་མཐའ་གཅིག་ཏུ་གཞོལ་བ་ཡིན་ཏེ། སློབ་མ་ལ་སྤྲིང་པ་ལས། ཤིན་ཏུ་རྙེད་དཀའི་རྩྭ་ཁམ་འགའ་དང་ཆུ་བརྒྱ་རང་ཉིད་ཟ། ཤིན་ཏུ་དཀོན་པས་བརྡུངས་པའང་ཆུ་ཞིག་རྙེད་ན་དགའ་མགུར་མཐོང། འདི་ནི་སྐྱེས་བུ་གཞན་དོན་ཆེ་བར་བརྩོན་པ་གང་ཡིན་པ་དེ་དེའི་བགྱིས་པ་ཡིན་ཏེ། དེ་དེས་སྐྱེས་བུའི་རྩལ་ཏེ་འཕགས། ཉི་མ་རླབས་ཆེན་རྟ་ཞོན། རྒྱུ་བ་སྣང་བྱེད་གང་ཡིན་དང། འཁོར་ལ་མི་ཚིག་ས་ཡི་འཇིག་རྟེན་འདེགས་པ་གང་ཡིན་ཏེ་རང་དོན་འགག་མེད་ཆེན་པོ་རྣམས་ཀྱི་རང་བཞིན་དེ་འདྲ་སྟེ། དེ་དག་འཇིག་རྟེན་ཕན་དང་བདེ་བའི་རོ་ལ་གཅིག་ཏུ་ཞུ་ཞེས་སོ། དེ་ལྟར་འགྲོ་བ་ཀུན་གྱིས་ཀུན་ཏུ། མ་རེད། འགྲོ་བ། འགྲོ་བ་སྡུག་བསྔལ་གྱིས་ཀུན་ཏུ་གདུང་བར་མཐོང་ནས། དང་རང་སྟེང་གི་ཉོན་མོངས་པའི་ན་ཚོད་ལས་ཀྱི་ན་ཚོད་དང་དེའི་དེ་ཡག་པོ་བཟང་བཏང་ནས་ངེས་པར་བརྙེད་ཡོང་དུས་གཞན་སྟེང་ལ་ཁ་སྤོས་ཡོང་དུས་དང་གཞན་ཐ་ཆད་ཀྱང་ཡང་ཅིག་གིས་བསྟོད་ས་སྟོན་ཆོག་གི་སོ་སོ་སྟེ་བུ་སྐྱིད་ཀྱི་གཟུགས་བཟང་འདྲ་བོ་དང་ནང་པའི་ནང་འགལ་ཐལ་འདོད་པའི་སེམས་བྱེད་པའི་གྲངས་ལས་བརྒལ་བ་ཅི། ཉོན་མོངས་ཉོན་མོངས་དུ་ཉོན་མོངས་སྐྱོན་དུ་མི་ཤེས་ཉོན་མོངས་དང་དུ་བླང། ཉོན་མོངས་དང་འདོད་ཆགས་དེའི་དབང་གིས་ཉོན་མོངས་རང་བཞིན་པ་རིག་པ་གཅིག་གི་ཉོན་མོངས་དེ་དེ་རང་བཞིན་གྱིས་ཡོད་པའི་ཐོག་ལ་ད་དུང་ཉོན་མོངས་རགས་པ་དེ་དེ་ནི་པའི་ཁོང་ནའི་ཁོང་དུ་ཁོ་ལ་པའི་སྟངས་འཛིན་མེད་པ་ཕྱིར་ནི་ཞེ་བོ་ཞིག་ཕལ་ནི་ཡོད་དུས་རང་མ་སྐྱེས་པར་གཞན་མ་སྐྱེས་པར་འཕྲལ་དུ་སྡུག་བསྔལ་བ་ཕུགས་སུ་སྡུག་བསྔལ་བ་དང་ནི་པའི་སྡུག་བསྔལ་བའི་ག་སོགས་རིག་པ་ཀའི་སྡུག་བསྔལ་བའི་ཁོར་མོ་དབྱུག་ཏུ་ད་མྱོང་དགོས་ཡ་དེ་འདྲའི་གི་ད་གནས་ཚུལ་ཡོང་སྡད་ཀྱི་འདུག་བ།

སྡུག་བསྔལ་གྱི་རྒྱུ་དང་དུ་བླངས་ནས་དང་དོད་བྱས། སྡུག་བསྔལ་གྱི་རྒྱུ་ཤུགས་དྲག་པོ་དེ་ཚོས་ཕྲལ་ཏེ་ད་དུང་ང་སྤོ་བོ་ཡིན། ང་མཁས་པ་ཡིན། ང་བས་མགོ་ཁྲིད་ཡིན། ང་བས་ཅུང་འཇོན་པོ་ཡོད་ཟེར་བ་བྱས་བྱས་དང་དུ་ལེན་ནས་བྱིས་དུས་ཚང་ནས་ད་སྙིང་རྗེ་བའི་ཡུལ་རང་ཡིན་པ་རེད། འདུག་བ། མི་ལ་སྡུག་བཏང་ནས་སོ་སོ་སྤོ་བོ་ཡིན་བསམ་ཐོན་ན་ད་གོ་ལོག་བྱེད་པ་རེད། འདུག་བ།

སྡུག་བསྔལ་དང་སྡུག་བསྔལ་གྱི་རྒྱུས་ཀུན་ཏུ་གདུངས་པར་མཐོང་ནས། དེ་དག་གི་དོན་དུ་བྲལ་བ་ལ་སྐྱེས་བུ་ཞེས་བྱ་ལ། མཁས་པ་ཞེས་ཀྱང་དེ་ལ་བྱ་སྟེ་དེ་ཉིད་ལས། འཇིག་རྟེན་མ་རིག་དུས་ཅན་འཁྲིག་པའི་འགྲོ་བ་འཁྲུགས་གྱུར་པ། སྡུག་བསྔལ་མེ་འབར་འབར་བའི་ནང་དུ་སྡུག་བསྔལ་མེ་རབ་འབར་བའི་ནང་དུ་དབང་མེད་ལྷུང་མཐོང་ནས་ཐོད་ལ་མེ་ལྕེ་འབར་བ་ལྟ་བུར་ཡིད་བྲལ་བརྩོན་པ་གང། འདི་ན་དེ་དག་སྐྱེས་བུ་ཡིན་ཏེ་མཁས་པའང་དེ་དག་ཡིན་ཞེས་སོ། བདག་ཅག་རིན་པོ་ཆེ་གི་སྡོམ་ཡང་བོ་ཞུ་བ་སྐྱོན་གྱིས། དེའི་ཕྱིར། ན། སྐྱེས་བུ་ཆུང་འབྲིང་གི་ལམ་གྱི་རིགས་ཆ་ཚང་བྱས། དེ་ནས་ཨ་ཏི་སྐྱེས་བུ་ཆེན་པོས་ཨ་ཏི་དེའི། མཚམས་འཇོག་གི་གཞུང་ལུགས་གསུངས་ཞེས་པ་འདིའི་སྟེང་གི་མ་དང་དོག་འདྲི་ཡོང་དུས་རྒྱུ་མཚན་དེའི་ཕྱིར། རང་དང་གཞན་གྱི་ལེགས་པ་ཐམས་ཅད་ཀྱི་འབྱུང་གནས། གུས་པ་ཐམས་ཅད་བསལ་བའི་སྨན། མཁས་པའི་སྐྱེ་བོ་ཀུན་གྱི་བགྲོད་པའི་ལམ་ཆེན་པོ། མཐོང་བ་དང་ཐོས་པ་དང་དྲན་པ་དང་རེག་པས་ཀྱང་འགྲོ་བ་ཀུན་གྱི་གསོས་སུ་གྱུར་པ། གཞན་གྱི་དོན་དུ་ཞུགས་པས་རང་གི་དོན་མ་ཚང་བ་མེད་པར་ཤར་ལ་འགྲུབ་པའི་ཐབས་མཁས་པ་ཆེན་པོ་དང་ལྡན་པའི་ཐེག་པ་ཆེན་པོ་ལ་འཇུག་ཏུ་ཡོད་པ་ནི། ཀྱེ་མའོ་བདག་གིས་ལེགས་པར་བདག་གིས་རྙེད་པ་ལེགས་པར་རྙེད་དོ་སྙམ་དུ་བསམས་ལ་སྐྱེས་བུའི་རྩལ་ཅི་ཡོད་ཀྱིས་ཐེག་པའི་ཕྱོགས་འདིར་འཇུག་པར་བྱའོ། ཚེ་ནི། དེ་ནུས་པ་ཆེན་པོ་ཐོབ་པ་ཚིག་འདིས་ནི་ངོ་ན་རེ་ད། བསམ་བློ་གཏོང་ས་ཡོད་མཁན་ཞིག་ཡིན་ན། ཅིག་བསམ་བློ་གཏོང་ཤེས་མཁན་ཞིག་ཡིན་ན། རྒྱ་ཆེ་ས་ནས་བསམ་བློ་གཏོང་ཤེས་མཁན་ཞིག་དང་ཕུགས་རྒྱང་རིང་པོའི་ཁེ་ཕན་སྒྲུབ་ཤེས་མཁན་ཞིག་ཡིན་ན། ད་བྱང་ཆུབ་སེམས་ཁོང་ཡང་འདི་ལ་ལྷག་ཆེ་ད་མེད་པ་རེད། ད་བསམ་པ་གཞན་དོན་བསམ་ནས་ད་རང་དོན་ཞར་ལ་འགྲོ་ཡོང་ཡ། གནས་སྐབས་དང་མཐའ་ཐུག་རྒྱུ་སྒྲུབ་པའི་གནས་སྐབས་ལས་བདེ་སྐྱིད་ཡོད་བསྡད་པ། འབྲས་བུ་སྨིན་པའི་ཁ་ཐུག་ལས་བདེ་སྐྱིད་ཡོད་བསྡད་པ། རྣམ་པ་ཀུན་ཏུ་བདེ་བ་འབའ་ཞིག་ཡོང་བསྡད་ཡ། དཔེར་བ་ད། ཚེ་འདི་འདྲ་ཡིན་དུས། དེ་བཞིན་དུ། བླ་མ་བྱམས་པའི་རྣལ་འབྱོར་པའི་གསུང། ཇོ་བོ་གཅིག་གི་བླ་མ་དེ། བླ་མ་བྱམས་པའི་རྣལ་འབྱོར་པ་ཁོང་གི་གསུང་ནང་ལོགས་ལ་ཡ། ཐོས་པ་ཙམ་གྱིས་ངན་འགྲོའི་སྡུག་བསྔལ་སེལ་བའི་གླུ། བསམས་པ་ཙམ་གྱིས་འཁོར་བའི་ལྗོན་ཤིང་གཅོད་པའི་གླུ། བསྒོམས་པ་ཙམ་གྱིས་བྱང་ཆུབ་མྱུར་དུ་འབྱིན་པའི་གླུ། བྱམས་དང་སྙིང་རྗེ་བྱང་ཆུབ་སེམས་ཀྱི་གླུ་འདི་མཚར། ཐོས་པ་ཙམ་གྱིས། ངན་འགྲོའི་སྡུག་བསྔལ་བསལ་བའི་ལུས། ཅིག། གཞན་ལ་ཡང། ཅིག། དང་གང་དག་པས་རང་ཉམས་ལ་དཔགས་ནས་ཅིག་གཞན་ལ་གནོད་པ་བྱས་དེ་ཚོད་བྲལ་ཏེ་སྡོམ་ཡང་བྱིན་གྱིས་བརྩམས་ནས་ཐོས་པ་ཙམ་གྱིས་ངན་འགྲོའི་སྡུག་བསྔལ་བསལ་བའི་ལུས། བསམས་པ་ཙམ་གྱིས་འཁོར་བའི་ལྗོན་ཤིང་གཅོད་པའི་ལུས། ཡང་ནས་ཡང་དུ་བསམ་ཡང་ནས་ཡང་དུ་བསམས་ནས་ངེས་པར་འཁོར་བའི་གནས་ཡིན་དུས་སྡུག་བསྔལ་གྱི་རྩ་བ་དེ་མ་རིག་པའི་བྱེད་ཀྱི་ཡོད་པ་ཉོན་མོངས་ཀྱི་བྱེད་ཀྱི་ཡོད་པ་དེའི་དེ་བཞིན་མཐོང་ཡོང་དུས། ཤུགས་མ་ཐུག་གི་ཉོན་མོངས་ཀྱི། སྤོང་བའི་གཉེན་པོའི་ཕྱོགས་ལ་དང་དོད་བྱེད་ཡ་ཅིག་ཁོ་ཡོང་དེ་ཡ་རེད་དེ་འདྲ་ཡིན་དུས་བསམ་པ་ཙམ་གྱིས་འཁོར་བའི་འབྱུང་ཞིང་བཅོལ་བའི་གླུ། བསྒོམ་པ་ཙམ་གྱིས་བྱང་ཆུབ་མྱུར་དུ་འབྱིན་པའི་གླུ། ཐོས་བསམ་གྱི་རྗེས་འབྲེལ་བསྒོམས་ནས་ཉམས་སུ་བླངས་ཡོང་དུས་ཙམ་ནས་རང་གི་རྒྱུད་ལ་བྱང་ཆུབ་བདེ་བླག་ཏུ་ཕུལ་བའི་དང་ཐོབ་ཐོབ་ཡ་ཡིན་པ་ཐོབ་ཐོབ་ཡ་ཅིག་ཡོང་བ་ཡིན་དུས་བསྒོམ་པ་ཙམ་གྱིས་བྱང་ཆུབ་མྱུར་དུ་འབྱིན་པའི་གླུ། བྱམས་དང་སྙིང་རྗེ་བྱང་ཆུབ་སེམས་ཀྱི་གླུ་འདི་ཚར་བྱམས་པའི་གླུ། སྙིང་རྗེའི་གླུ། དེ་གཉིས་ཀྱི་རྩ་བ་བྱས་པའི་བྱང་ཆུབ་ཀྱི་སེམས་ཀྱི་གླུ་དེ་ཡིས་ཏེ། ངོ་མཚར་སྐྱེ་ཡག་རེག་སོགས་ཡིན་པར་གཞི་དང་ལམ་དང་འབྲས་བུ་གང་གི་གནས་སྐབས་ལ་ཡང་ངོ་མཚར་སྐྱེ་ཡག་གི། དང། ངོ་མཚར་སྐྱེ་ཡག་གི་ཆོས་ཤིག་ཡིན་པ་ཡིན་དུས་དེ་དང་འབྲེལ་བའི་གླུ་དེ་སྙན་པའི་གླུ། སྲིད་པ་གསུམ་ལ་དེ་ལས་སྙན་པའི་འཁོར་འདས་མཐའ་དག་ལ་དེ་ལས་སྙན་པའི་གླུ་མེད་པ་འདྲ་བོ་སོགས་ཡིན་པ་རེད། བྱང་དང་བཞི་བྱང་ཆུབ་སེམས་ཀྱི་གླུ་འདི་མཚར། འོ་དེ་འདྲ་བ་རེད་བཞག། དེ་ཡང་ཕར་ཕྱིན་བསྡུས་པ་ལས། ཤེས་རབ་རྣམ་དག་མངོན་དུ་ཐེག་པའི་གར། ཤེས་རབ་རྣམ་དག་མངོན་དུ་ཐེག་པའི་མཆོག། ཐུབ་ཆེན་ཐམས་ཅད་མཁྱེན་པ་དེ་ལས་འབྱུང། དེ་ནི་འཇིག་རྟེན་རྣམས་ཀྱི་མིག་བཞིན་ཏེ། འོད་ལྡན་ཉི་མ་ཤར་བའི་འོད་དང་འདྲ་ཞེས་གསུངས་པ་ལྟར་སྒོ་སྣ་ཚོགས་ནས་ཐེག་པ་ཆེན་པོའི་ཡོན་ཏན་མཐོང་བས་ཡིད་དྲངས་པའི་གུས་པ་ཆེན་པོ་བསྐྱེད་ནས་འཇུག་པར་བྱའོ། དེ་ལྟར་ན། སྐྱེས་བུ་ཆེན་པོའི་ལམ་གྱི་རིམ་པ་ལ་བློ་སྦྱང་བ་ལ་གསུམ། ཐེག་ཆེན་གྱི་འཇུག་སྒོ་སེམས་བསྐྱེད་ཁོ་ནར་བསྟན་པ་དང་སེམས་དེ་ཞི་བདེར་སྐྱེས་པའི་ཚུལ་དང། སེམས་དེ་སྐྱེས་ནས་སྤྱོད་པ་ལ་སློབ་པའི་ཚུལ་ལོ། ཀྱང་བདེ་བྱ་བཞག་མ་ནོར།